གཏམ་གྱི་སྒོ་མའི་དྲ་ཤེས་གཡང་ལོ་སུ་བྱས་པའི་ཕབ་སྐྲུན་ཚན་ཆུང་ཡིན་ན་དེ་ད་ལྟ་ཡིན་ལ་མདོ་སྨད་ཁྲི་ཀ་གི་སྤྱང་ར་སྡེ་གསར་གྱི་ཨ་ཁུ་དྲ་ཤེས་ཚེ་རིང་བཟང་ལས་ཐོན་ཡོད། དེ་རིང་གནས་འདི་ན་ད་ང་ཚོ་ཨ་མདོའི་ས་ཁུལ་གྱི་དམངས་སྲོལ་རིག་གནས་ཀྱི་བྱེ་བྲག་གི་ད་ཆུ་མདོ་སྨད་ཁྲི་ཀ་ས་ཆ་གི་ད་བུ་མོ་སྐྱ་ཧ་བའི་བསྐྱར་བཏོན་ཡོད་ཀྱི་གོ་ནོར་གྱི་ཆོ་ག་འདི་སྤེལ་བཞིན་ཡོད་པ་མ་ཟད་དེ་རིང་ཡིན་ན་ཡང་ཨ་ཁུ་དྲ་ཤེས་ཚེ་རིང་བཟང་གི་ད་བུ་མོ་གི་སྐྱ་མགོའི་དར་གྱི་རྒྱན་ནས་བསྐྱར་སྔགས་ཡིག་གི་རྒྱན་ལས་ལ་ལས

ད་ལྟ་ཚན་འདི་ནི་ཧ་ལམ་བཀྲ་ཤིས་དོན་གྲུབ་ཡོང་བའི་སྔགས་ཀྱི་བག་མ་ཁ་ཅིག་འགོག་དགོས་ཟེར་གི་བག་མ་ཆུང་ནི་རེད་སྐད་འགག་ད། སོང་སོང། ཡ། ཨ་བག་མ་ཨ་ལོ་ལོ། ད་ཁ་ལོང་ཁ་ལོང་སྐད་ལ་ལན་རྒྱག་མ་དཀོན། ད་ལྟ་ནང་གི་གནམ་རླུང་གི་སྟེང་འོད་ཉི་ཤར་གི་རྩེ་མོ་སྲུང་སྐོར་ཧོ་སྐོར་གཡོག་ན་གྲིབ་བཞི་གདན་གྱི་སྟེང་ན་སྐྱ་སེར་ལས་ཟངས་ཅན་འབྲུག་མོ་འདྲ་གཟུགས་ཡ་ར་གླིང་ནོར་བག་མ་ཁྱོད་ཡིན་ནི་ཟེར་གི། ད་ཅི་ཀའི་འབྲུག་མ་རྟིང་གཡོག་བཅོ་བརྒྱད་མ་གཟིགས་ལི་ཡ་གོང་གི་ཀྱི་ཧ་མ་རུ་ཀྱ་ཀ་གང་གཡོག་འདྲ་གཟིགས་མགོ་གོང་གི་ད་ཅི་རྐང་སག་ལམ་བཞི་སྤྲུལ་མ་གཟིགས་རྐང་ང་གོང་གི་ད་ཅི་ད་མཚོན་ན་ངའི་སྐེ་རག་ཅང་གི་ད་ཀྱོ་མཚོན་ཀ་རུ་འདྲ་གི་ཀར་ཤ་འོག་གི་མཚོན་མ་རུ་འདྲ་གི་མར་ཤ་འོག་གི་ད་ཀྱོ་རྒྱུ་མུག་གུ་འདྲ་གི་བཞིན་ཅ་འོག་གི་འདར་ལི་མ་འདྲ་གི་ཀྲང་ཤ་འོག་གི།

ལ་ཆོ་ཆོ་ཆོ་ལ་ཤི་ལ་ཆོ་ཤི་ལ་ཀི་ཐང་འདི་མ་ཆོ་མ་ཀིར་ནི་མ་འོ་མའི་འཇུ་ལ་ཧྲི་པི་ཤ་ཧྲི་པི་ཤ་འདི་ཤི་བ་མེད་ཆོ་ཆོ་ཆོ་ལ་ཐབ་ལ་ཆོ་ཐབ་ལ་ཡོ་མོ་འདི་མ་ཆོ་མ་ཀིར་ནི་སི་ཀ་མིར་སྐྱི་ས་ཐབ་ལ་རི་དམ་ཆོ་མ། ལ་ཆོ་ཆོ་ཆོ་ལ་སྐྱི་ཀ་ཆོ་སྐྱི་ཀ་མིག་ཧྥུ་འདི་མ་ཆོ་མ་ཀིར་ནི་བི་ཉང་ཆུང་འདབ་ལོག་སྒྱི་ས་རི་དམ་ཆོ་མ།

ད་ལྟ་ནང་ན་དབང་གི་སྟེང་ངོ་ཉི་ཤུར་གྱི་རྩེ་མོ་གསུང་གི་ཧཱུྃ་གི་འོག་ན་བྲག་བཞི་གདན་གྱི་སྟེང་ནས་སྐྱ་ས་ལས་གསང་སྐྱེམས་འབྲུག་མོ་འདྲ་གཟུགས་ཡར་ར་གླིང་གི་གད་འབྲུག་མ་སྟེང་གཡོག་བཅོ་བརྒྱད་འདྲ་གཟུགས་ལི་ཡ་དགོན་གྱི་གླིང་ལ་ཟླ་སྐར་མར་སྐྱི་སེམས་འདྲ་གི་སྐེ་རགས་བཅིངས་གྱི་རྐང་སོགས་ལོན་བ་བཀྲ་བཞི་སྐྱིལ་མ་གཟིགས་རྐང་ཨ་དགོན་གྱི་ཧ་མ་རུ་སྐྱ་ཁ་རྐང་གཡག་འདྲ་གཟུགས་མགོ་བོ་གོང་གི

ད་ངུ་ལོ་ཁ་ཟེར་གྱི་ཡུལ་སྤུན་ནང་ན་ཤི་བའི་མ་འདྲ་གི་སྡེར་ཞིག་ཡོད་ཤི་བའི་མ་འདྲ་གི་སྡེར་ནང་ན་དཀར་བོའི་ཆུང་ཆུང་སྦྲུག་མ་ཡོད་ཁ་ན་འཁོར་ལོ་རྩིབས་བརྒྱད་ཡོད་བར་ན་བྲག་གི་སྟག་རྒྱལ་ཡོད། ཞབས་ན་བའི་མ་འདབ་བརྒྱད་ཡོད་ཞིང་རི་མ་གསུམ་གི་རི་ཧི་ཡོད་ཞིང་ཆུ་མ་གསུམ་གི་ཆུ་ཧི་ཡོད་འབྲི་ཐུལ་མ་གསུམ་གི་འུ་ཧི་ཡོད་ནང་ན་འབྲི་བརྒྱུད་དབུས་མ་ཡོད།

དགོངས་ཨ་སྔོན་དགྲ་གི་སྙིང་བོ་ཡོད་དགོངས་འབྲུག་ཆུང་དགྲ་གི་རྒྱལ་ཡོངས་ཡོད་ཡང་དལ་ལ་མི་འཛིན་བུ་མོ་ཁྱོད་ལྟར་བཟའ་ཆ་ཡག་དགྲ་གི་སྙིང་བོ་ཡོད་འབྲོང་བྲེ་སེར་དགྲ་གི་སྲས་ཡང་ཡོད་ཡང་དལ་ལ་མི་འཛིན་བུ་མོ་ཁྱོད་ལྟར་ཆུ་གཙང་དགྲ་གི་སྙིང་བོ་ཡོད་གཉའ་སེར་མ་དགྲ་གི་བུ་ཡང་ཡོད་ཡང་དལ་ལ་མི་འཛིན་བུ་མོ་ཁྱོད་ལྟར།

ཡ།
ཨ་འོག་མ་ཨ་ལོ་ལོ། ད་ཁ་ལོང་ཁ་ལོང་སྐད་ལ་ལན་རྒྱག་མ་ཁུ་ཨ་བཟང་ཚེ་རིང་དོན་གྲུབ་བཟོ་མ་ལྟེ་ལས་གི་ལྟེ་ལས་ཡོག་གི་ལྟེ་ལས་དགུང་བ་མཉམ་ཡོག་གི་འབྲུག་ཧོ་ཚང་འདྲ་གི་ཨ་བཟང་སྟོད་གྲ། གནམ་སྔོ་སྨུག་འདྲ་གི་སྙིང་ཁུ་ར་ཚེ་གི་ཆ་མ་ཆི་འདྲ་གི་ཨ་བཟང་སྟོད་གྲ་གཉའ་སེར་སྨུག་འདྲ་གི་སྙིང་ཁུ་ར་ཚེ་གི་ནག་སྒྱར་དུང་འདྲ་གི་ཨ་བཟང་སྟོད་གྲ་སྟག་དམར་ཡག་འདྲ་གི་སྙིང་ཁུ་ར་ཚེ་གི། ཡ། ཨ་བཟང་ཚེ་རིང་དོན་གྲུབ་བཟོ་མ་ལྟེ་ལས་གི་ལྟེ་ལས་ཡོག་གི་ལྟེ་སྟག་ནོར་དགའ་སོང་ནས་རྗེས་སོང་ནས་ཡ་ཐུག་རྟ་ཡིན་མ་ཐུག་མཛོ་ཡིན། ད་འདི་ན་ཕྱི་མ་ལོང་མར་བཟོ་གི་ཐ་དག་ཐམས་ཅད་པོ་གཅིག་དགའ་དགོས་གི་སེ་དགོས་གི་ཡ།
ཡ་གཞུང་བཙོང་དངུལ་སྐབས་དབུ་མ་ཆུང་ནི་རིགས་སྐད་འགག་ཐ། འགོར་གི་མ་འཇོག་དེ་ལྟ་ན་ཚེ་འདི་ནས་ཨ་གཞུང་བསོད་ནམས་དོན་འགྲུབ་ལྟོས་གོ་གི་དངུལ་སྐད་ལྟ་གི་མ་ཧྲི་ཅི་བྱེད་གི་ར།

ཁྱེད་ཕྱིར་ཡག་ཤག་ག་བཅོ་བརྒྱད་མ་གཟིགས་སྐད་ཧང་ཡོ་ནས་ཟེར་གི་ཁྱོད་ཨ་མ་རུ་ཅག་ག་གང་ཡག་མ་གཟིགས་མགོ་ན་ཡག་ནས་ཟེར་གི་ཕར་ཁྱེད་གང་ཟག་ལོང་བ་བྲག་གཞིར་སྐྱེས་མ་གཟིགས་རྐང་ན་འཛེགས་ནས་ཟེར་གི་ད་ལྟའི་རང་བཟོ་ཁྱེད་ང་ཨ་བཟང་ལ་བསོད་ནམས་དོན་འགྲུབ་བཟོ་ཁྱེད་ང་མར་སྟེ་ལས་གི་སྟ་ལས་ཡོད་གི་སྟ་ལས་སྒོང་ང་ཉན་མི་ཡོད་གི་ཁྱེད་སྒོང་ཨར་སྔོན་འདྲ་གི་ཨ་བཟང་བཟོ་ཅིག་ལྟོས་དྲ་ཁྱོད་འགྲིག་ཧོ་ཆུང་འདྲ་གི་ཉིན་འཁོར་ར་ད་ཁྱེད་བཟའ་ཆ་ཡག་འདྲ་གི་ཨ་བཟང་ལྟོས་དྲ་ཁྱོད་སྒྲུང་དེ་སིར་འདྲ་གི་ཉིན་འཁོར་ར་ཁྱེད་ནག་རྒྱར་རྫོང་འདྲ་གི་ཨ་བཟང་ལྟོས་དྲ་ཁྱོད་རྟག་དར་མ་འདྲ་གི་ཉིན་འཁོར་ར།

ཡང་ན་སྐྱབས་ཞུ་གཏང་འདོད་ཡོད་ལབ་ནས་ཁ་བརྡ་ཐང་ཐང་ཟིག་ན། ད་ཡང་ང་ཚོས་ཁྲི་ཁ་རྫོང་འདི་མཚོན་རྒྱུ་ན་ངོ་མ་ཅན་གི་རིག་གནས་ཀྱི་རྒྱ་མཚོ་ཡིན་ཟེར་དགོས་ནི་རེད། དེས་ན་ཁྱད་པར་དུ་ནང་གི་སི་བ་ཁུལ་འདི་གསོ་སྦྱིན་གྱི་རིག་གནས་འདི་དོ་ཀུ་ནག་གནམ་གྱི་ས་བརྐོས་པ་ལྟ་བུ་ས་ཡི་རི་བོ་འཕྲང་བསྒྲིགས་པ་ལྟ་བུ་འདི་མོ་གི་ངོ་མ་ཅན་གི་ཧ་ལས་བ་གི་ཁུལ་ག་གསོ་སྦྱིན་གྱི་རིག་གནས་འདི་དོ་ཀུ་འདི་ཡོད་གི། ཁྲི་ཁ་ས་ཆ་གི་ཁུལ་ག་འདི་ད་སྐྲ་འཕེལ་གི་ཁུལ་ག་འདི་དོ་ཀུ་འདི་མ་ར་ཅིག་བྱས་ན། ད་སྐྲ་འཕེལ་འདི་དོ་ཀུ་འདི་མཚོན་རྒྱུ་ན།

སྐྲ་འཕེལ་ཞིག་སྨན་ནོ། ཞི་མོ་གནས་འགྱུར་ཁ་ལྟ་ང་མི་ལྟ་ཚེ་རེ་ན་ཁར་ག་སྐྲ་འཕེལ་ཁུག་ནས་སྐྲ་འཕེལ་དང་ད་ཞི་མོ་གནས་འགྱུར་གོ་ནས་ཁར་ག་གཏུམ་མོ་རེ་ཆི་ག་ས་ཆ་ཡིན་ན་ཆོག་གོ་དེ་ཁྲོ་འདི་ཐག་ཉེ་གི་ཁར་ག་ད་བདེ་བ་ལ་ལ་ནས་ཡང་ཁར་ག་གཏུམ་མོ་ནོ། ཨོ་ད་འདི་ཁར་ག་གཙོ་བོ་ཆི་ཟི་རེ་ཐིག་ན་ད་ཁར་ག་ཞི་མོ་ཡིན་གྱི་ན་ཞི་མོ་འདི་བདུག་གོ་ད་གནས་འགྱུར་རེ་ན་ཐོན་དང་ནོ། ཁར་ག་དེ་ཁྲོ་ད་ཁར་ག་དར་མ་གི་ལོག་སོང་ནོ། ལྡུམ་འོག་གི་ཁར་ག་ད་སྟག་མཚམས་གཟིགས་ནོ། དེ་ཁྲོ་ད་ཚེ་རེ་ན་རང་གི།

མ་འོང་བ་ལ་ཁིར་གི་ཚེ་རིང་དང་རྗེས་འགྱུར་བ་འདི་སྡུག་ཁུངས་འདི་འཕེལ་བ་དང་ཁིར་གི་སྡེ་སྤྱི་གཅིག་ཁིར་གི་ཧུ་ལ་རོ་ཅུ་འདི་སྡུག་ཁུངས་འདི་ཚེ་རེས་ན་ད་སྐྲ་འཕེལ་འདི་གི་ཁིར་གི་སྐྲ་འཕེལ་ཡིད་ཅུག་གི་ཚེ་རེས་ན་ཁིར་གི་ད་དོན་སྙིང་ཡིན་ན་ཆོག་གི་དམིགས་ཡིད་ཟིན་ཡིན་ན་ཆོག་གི་ད་ཁིར་གི་འདི་མོ་ཟིན་ནོ། སྐྲ་འཕེལ་འདི་མཚོན་གྱི་ན་རིག་ནས་ཕུན་སུམ་ཚོགས་པ་ཡོད་གི་རིག་ནས་ཕྱུགས་ཡིས་ཕུན་སུམ་ཚོགས་པ་ཡོད་གི་དེ་བཞིན་ན་ནང་ནས་ཁིར་གི་ཚེ་རེས་ན་ད་ཆོས་ལུགས་ཀྱི་ཁིར་གི་རིག་ནས་ཁིར་གི་ནང་ཕུན་སུམ་ཚོགས་པ་འདྲིས་ལྡོག་ནས།

འདི། ཞིང་ཆེན་ཡིན་ན་ཆོག་གི་རྒྱལ་ཁབ་ཡིན་ན་ཆོག་གི་ས་གནས་ཀྱི་ཁུར་ག་སྲིད་གཞུང་ཐམས་ཅད་ཀྱི་ཁུར་ག་མཐོང་ཆེན་གཙིགས་སུ་ལོངས་དགོས་ནི་ད་དུང་མོ་ཟེར། རེ་དྭགས་གནམ་ལོའི་གསར་ཚེས་སྐབས་འདི་དབུས་ཆོས་ཁྲི་ཀ་བསྟན་རྫོང་ཞིང་མོ་འདི་ནས་འདི་ལྟར་ལྷན་འཛོམས་བྱུང་བས་ཁྱེད་ཀྱིས་གི་ཁྲོམ་པ་ཚོང་ཡིན་འཛོམས་ཀྱི་ལས་བྱ་ཤག་བསྒྲིགས་སྟངས་ན་ཡང་མཚམས་འདི་ནས་དབུས་ཆེན་འདི་ནས་གླ་བ་རེ་གཉིས་གཟིགས་གོ་སྒྲིག་གི་ད་ལས་ཡང་རྒྱ་ཆེའི་ཏང་ཁོ་ན་པ་གླུ་ཤག་གཟིགས་གཟོ་ལག་ཆེན་པོ་གི་ན་ཆུང་བོ་རེ། རེད་རེད། ཡ།